དངོས་གནས་དྲང་གནས་དེ་ནས་བསམ་བློ་ཡག་པོ་ཅིག་བཏང་ན། སྐྱེས་ནས་ད་ལྟའི་བར་དུ་ལོ་ག་ཚོད་སོང་འདུག་དེ་ནས་ག་ཚད་ལོ་རྫོགས་འདུག་དེ་ནས་ཚད་འདི་ལ་ནི་བཏང་ནས་མི་བཏགས་པར་འཆི་བའི་དབང་དུ་མི་འགྲོ་བ་ལ་ནི་ཐབས་བཏང་ནས་ཡོད་མ་རེད་བདེ་ཐབས་བཏང་ནས་ཡོད་མ་རེད། དེ་ནས་བདེ་ཐབས་མེད་པའི་དེ་ནས་ལུས་འདི་དེ་ནས་དོན་མེད་ཆུ་ཚོད་ལ་བཏང་ལེ་ལོ་སྙོམས་གླིང་ལ་བསྡད། དེ་འདྲའི་ཚེ་ནི་དེ་ནི་ཡིན་ན་དེ་ནི་དཔེ་ཉིན་གཅིག་དེ་ནི་ཚེ་ཡི་འཕེན་པ་རྫོགས་འགྲོ་གི་རེད་རྫོགས་འགྲོ་རྒྱུ་དང་ནི་དེ་ནི་དེ་ལས་ཀ་ཚར་རེད། དེ་དེ་བཞིན་ག་གེ་དེ་ནི་བྱ་ཡ་ཡོད་མ་རེད་དེ་ཡིན་དུས་ད་ནི་ད་འདྲ་དེ་ནི་དཔེ་ལེ་ལོ་བཏང་སྙོམས་ལ་མ་བཏང་ནས་རང་གི་གཤིས་ཀ་ལ་འཕེན་པ་གི་དེ་ནི

ཆེ་ཆུང་རེད་མ་གཏོགས་ཤི་བ་དང་འཇིག་པ་རེད། དུས་ཀྱི་ཁོ་རང། གཟུགས་སྒྲ་དྲི་རོ། རེག་ཚོར་བ་ལྔ་སྟེ་ཆུ་ཡི་དེ་ཀ་ལ་ནང་དུ་འདུས་ནས། ཀུན་གཞིའི་རླུང་ལ་ཚུར་འདུས་རང་གི་ཀུན་གཞི་གི། དང་སེམས་ཀྱི་གཞི་ཀུན་གཞི་གི་ཐོག་ལ་ཚུར་འདུས་ནས་དེ་ནང་དུ་འདུས་ནས་དེ་ནས་ཀུན་གཞིའི་རླུང་དུ་རྒྱ་ལས་སོང་བ་རེད།

ཁྲུས་ནི་དམ་པའི་གཟུགས་སྒྲ་དྲི་རོ་རེག་བྱ་སྐོར་གསང་བའི་ཆོས་ཐམས་ཅད་ནི་མི་སྣང་བ་ག་རེ་སྣང་བ་ཐམས་ཅད་དེ་རྨི་ལམ་གྱི་སྣང་ལ་དེ་ནི་ད་སྣང་གི་ཡོད་རེད། དེ་སྣང་བ་དེ་ཁོ་རང་གི་ངོ་བོ་ལ་དེ་ནི་རང་མོས་ལ་ཁོ་ནི་ཕོག་པ་སྣང་ལ་རྨི་ལམ་རྨི་ས་ཡོད་བ་མ་རེད། རྣམ་ཤེས་རྨི་ལམ་རྨི་ག་ཕྱི་ལོག་ལ་ཐོན་སོང་བ་མ་རེད།

རྨི་ལམ་གྱི་སྣང་བ་དེ་དང་ད་ལྟའི་ཉིན་སྣང་གི་སྣང་བ་འདི་གཉིས་ལ་ཁྱད་པར་སྤུ་ཙམ་དུ་བཟོ་གི་ཡོད་མ་རེད། ཐམས་ཅད་མི་བདེན་པ། འགྱུར་བའི་ཆོས་ཅན་མི་རྟག་པ། དེ་བསླུ་བྲིད་ཀྱི་ཁོ་རང་དངོས་པོ་ཅིག་མ་གཏོགས་རྟག་ནི་རང་གིས་རང་མགོ་སྐོར་ཡ་ཅིག་གི་ཆོས་ཅིག་མ་གཏོགས་རྟག་ནི་ཟིན་ནི་ཟིན་གི་ཡོད་མ་རེད།

རྨི་ལམ་གྱི་སྣང་བ་དེ་དེ་ནི་ཡིན་གྱི་མི་འཇིག་ད་རྨི་ལམ་གྱི་དེ་ནི་སྣང་བ་དེ་སྦྱངས་ནས་ཁོ་རང་དེ་ནས་ཉེས་ཁ་ཁོ་རང་བླ་མ་དཀོན་མཆོག་ལ་གསོལ་བ་བཏབ་ནས་ད་རྨི་ལམ་དེ་ཁོ་རང་འཁྲུལ་བ་ཡིན་པ་དེ་ངོ་ཤེས་ནས་ངོ་ཤེས་ཐོག་དེ་ནས་དེ་ནི་དོན་སྤྲུལ་རྒྱུད་ལྷུས་པ་ཅིག་ད་རྨི་ལམ་གྱི་དུས་ལ་དེ་ནི་དགེ་སྦྱོར་བྱེད་ཀྱི་ཡོད་པ་ཅིག་དེ་ནས་བས་དེ་འདྲའི་གི་གར་ཟག་དེ་ནས་དེ་ནས་གཉིས་པ་གི་སྤྲུལ་བསྒྱུར་བྱས་ནས་དེ་རྨི་ལམ་སྦྱང་གོ་རེ་རྨི་ལམ་སྦྱང་ན་དེ་ནས་ཉིན་མོ་གི་སྣང་བ་དེ་དང་རྨི་ལམ་གི་སྣང་བ་དེ་གཉིས་ཆ་དེ་ནས་འདྲེས་ནས་དེ་ནས་རང་གི་ཉམས་ལེན་ལ་བོགས་ཐོན། དེ་ནས་མི་རྟག་མི་བརྟན་པ་གི་མཚང་འདོར། དེ་འདྲའི་གི་དེ་ནས་དགོས་པ་ཆེན་པོ་ཡོད་རེ་གསུང་བ་རེད། བསམ་གཏན་བར་དོ་རེད། བསམ་གཏན་བར་དོ་རེད། བསམ་གཏན་ཟེར་གི་བར་དོ་ད་བསམ་གཏན་བར་དོ་ཟེར་མཁན་དེ་ག་རེད་ན། ད་ང་རང་ཚོས་མཉམ་པར་བཞག་པའི་སྐབས་ཀྱི་མཉམ་བཞག་ལ་གནས་པའི་ཡུལ་འདི་ལ་དེ་ནི་བསམ་གཏན་བར་དོ་ཟེར། མཉམ་པར་དོ་མ་བཞག་པ་ནས་མཉམ་བཞག་དེ་ལས་མ་ལྡང་གི་བར་དུ་དེ་ནི་གནས་པའི་ཆ་དེ་ལ་ད་བསམ་གཏན་བར་དོ་ཟེར་བ་རེད། བར་དོ་ཟེགས་པའི་ལྟ་བ་སྟེ། ཐ་མར་འཁྲུལ་པ་གི་ང་རང་ཚོའི་ཉིན་མོའི་ཐ་མར་གི་འཁྲུལ་འབྱམས་དེ་ལ། དེ་ལས། དེ་ལ། དེའི་ངང་ཐ་མར་གི་འཁྲུལ་འབྱམས་དེ་ཡས་མས་འབའ། དེ་ནས་རྦད་དེ་ཁོ་རང། ཕ་གི། ཡང། ཕྱི་མའི་སྣང་བ་ལ་སོགས་པ་དེ་འདྲ་ཡས་མས་འབའ། དེ་ཏིང་ངེ་འཛིན་ལ་མཉམ་པར་བཞག་ནས་བསྡད་པའི་རྒྱུན་དེ་ལ་དག་བསམ་གཏན་བར་དོ། ཏིང་ངེ་འཛིན་ལ་མཉམ་པར་བཞག་པའི་དུས་སུ། དེ་ནི་བས་མདངས་ཁ་གཡའ་བཏགས་པ་ལྟ་བུ། རྒྱ་མཚོ་རླབས་ཡུལ་མ་སྐྱེས་པ་ལྟ་བུ་དེ་འདྲའི་ཞིག་གི་ཏིང་ངེ་འཛིན་ལ་གནས་དགོས་ཀྱི་རེད་མ་གཏོགས་དེ་ནི། བས་རྣམ་རྟོག་རགས་པ། ཞགས་པ་ལང་ལང་འདྲ། རྣམ་རྟོག་ཁྲ་བོ། ཁྲ་བ་རྐུ་མ་འཇམ་འཇམ་བྱེད་ངེས་དེ་འདྲའི་ལ་དེ་ནི་ཤོར་སོང་ན། དེ་ནི་ག་གེ། ཏིང་ངེ་འཛིན་ལ། དེ་ནི་སྐྱེས་ཐུབ་ཀྱི་མ་རེད་སྐྱེས་ཡོད་པ་མ་རེད། དེ་འདྲ་ཡིན་ད། ད་སྒོམ་ཀུན། དེ་ནི་རྣམ་རྟོག་ལ་ཀུན་མ་གྱི་ཀུན་པོ་ལ་མ་ཤོར་བ་ཅིག་གིས་དེ་ནི། དེ་ལ་ཁོ་རང་དྲན་པ་ཡེངས་མེད་དྲན་པ་མ་ཡེངས་པ་ཅིག་གི་ངང་ནས། དེ་ནི་རྦད་དེ། སྟོང་གི་བར་གྱི་སྒོ་ནས་དེ་ནི། ཉམས་ལེན། གང་ཟག་བསམ་གཏན་གྱི་ཉམས་ལེན་དེ་རྦད།

དེ་ནས་གང་འདྲས་བྱས་ན་འདི་དག་ཕྱི་རྒྱུད་ལ་ཐག་ཆོད་ཡོང་དུས་ད་ནི་དེ་ནི་དཔེ་སྟེ། དེ་ནི་དཔེ་ཁོ་རང་དག་བསམ་བློ་ལ་མི་འཆར་དགུ་འཆར། ཚེ་ཁོ་རང་སྐྱེས་ནས་ད་བར་དུ་གི་ཁོ་རང། ལས་བྲལ་བ་ཐམས་ཅད་སེམས་ལ་ནི་དྲན་རྗེས་སུ་ནི་མི་འབྲང། ནོར་རྫས་རིའི་རྒྱལ་པོ་རི་རབ་ཙམ་གྱི་ཡོད་ན་དེ་ནི་ཁེ་བའི་དབང་ཆ་ནི་སྐུད་པ་དེ་ཡང་ཁེ་དབང་མེད་ཁབ་དེ་ཡང་ཁེ་དབང་མེད། ད་གཞན་ཕ་མཐར་བྱ་དགའི་རང་གིས་ཅི་བར་བསྐྱངས་བའི་ལུས་འདི་དེ་དག་ཡི་ཕྱག་ནི་ད་འགྲོ་རན་པའི་དུས་ཚོད་ལས་སླེབས་པ་རེད།

ད་དེ་སླེབས་པའི་སྐབས་དེ་ནས་ད་ག་རེ་རེད་ཚེ་བྱས་ན་ད་བསམ་བློ་མང་པོ་དགོས། ཚེ་ཡོད་མ་རེད་རང་གི་ཁོ་རང་སྡང་བ་ཉམས་ལེན་གྱི་སྒོ་ནས་འཕོ་བ་ལ་སོགས་པ་སྦྱངས། དེ་ནས་ཉམས་ལེན་གྱི་དེ་ནས་ད་ཤི་ཁར་ཁོ་རང་དལ་འགྱོད་མི་དགོ་བ་ཅིག་གི་བྱ་བ་ཡོད་ན་ད་རང་རེད་དེའི་ཐོག་ནས་བས་ཁོ་རང་རང་གི་རང། དེ་ནས་ད་ཁོ་རང་དབུགས་དེ་ཆད་པ་ད་དུས་རེ་ང་ཞིང་ཁམས་དེ་འདྲས་ཅིག་ལ་འགྲོ་ཨ་བསམ་པ་འདྲ་པོ་ཅིག་དེ་འདྲས་ཅིག་གི་ཁོ་རང་རང་ལ་དེ་ནས། བློ་གཏིང་འདུག་ན་ནི་ད་རབ་ཏུ་དེ་རེད། ཆོས་པ་ཐམས་ཅད་ཀྱི་ཡིན་ན་ད་ཆོས་བསྒྲུབ་མི་བྱེད་ཅིག་ལ་ཆོས་བསྒྲུབ་དགོས་ཡི་རྩ་བ་དེ་ཤི་རེ་འདུག་དགོས་བ་ཡིན་ད་དེ་ནི་ཤི་ལུགས་མཁས་པ་དགོས་བ་རེད་གསུང་བ་དེ་དག་དེ་རེད། དེ་འདྲ་ཡིན་དུས་ད་ནི་དེ་ནི་དཔེ་དེ་རེད་ད་ང་རང་ཚོ་རང་བཞིན་གྱི་དོན་བྱེད་མཁན་ཐ་མལ་པ་ཅིག་ཡིན་ན་ད་ནི་ད་ད་དོན་བྱེད་འགའ་ལ་ཐུག་པའི་དུས་ཅིག་ཡོང་གསུང་བ་དེ་རེད་ད་དོན་བྱེད་འགའ་ལ་ཐུག་པའི་དུས་དེ་ད་ཤི་ག་དེ་ན་དེ་ནི་སླེབས་པ་ཡིན་དུས་དེ་ནི་ཤི་རེ་འདུག་ད་ནི་དེ་ད་རང་གི་བླ་མ་དཀོན་མཆོག་ལ་གསོལ་བ་བཏབ། རང་ལ་ནོར་རྫས་འདྲ་ཡོད་ན་དེ་ནོར་རྫས་ལ་སོགས་པ་གང་ལ་ཡང་ཆགས་པའི་ཡུལ་ཆགས་པ་འདི་གིས་བལྟས་ནས་དེ་ནི་འཁོར་བ་ལ་མ་འཁྲིད་ཀྱི་ཡོད་རེད་དེ་ཡིན་ད། ནོར་རྫས་ཁང་ཁྱིམ་ལ་སོགས་པ་གང་དང་གང་ང་དེ་ནི་ཆགས་ཞེན་གྱི་བློ་སྤངས། དེ་ནས་བླ་མ་དཀོན་མཆོག་ལ་ཡང་ཁོ་རང་ཚོ་ས་མཆོད་པ་ཕུལ། རང་གི་ཁོ་རང་དེ་ནི་ད་འཆི་ཁར་གནད་གཅོད་ཀྱི་སྡུག་བསྔལ་མི་མྱོང་བ་བྱས། ཤི་ཚར་ནས་དེ་ནི་དེ་ནས་བས་འགལ་འགྲོའི་སྡུག་བསྔལ་མྱོང་མི་དགོས་པ་བྱས། དེ་འདྲ་གིས་དེ་ནས་བླ་མ་དཀོན་མཆོག་ལ་གསོལ་བ་ཕུར་ཚུགས་སུ་བཏབ། དེ་དེའི་ཐོག་ལ་དེ་ནས་རང་གི་ད་ལྟ་ནས་ཁོ་རང་དེ་ནས་འཕོ་བ་འདྲ་བོ་དེ་འདྲ་ཡག་པོ་སྦྱང་ངམ་དེ་ནས། དེ་ནས་ཕྱི་ཁ་དེ་ན་དངོས་གནས་འདྲ་ནས་འཆི་ངེས་པའི་དེ་ནས་དུས་ལ་བབས་སོང་ན། དེ་རང་གི་རང་ཕོའི་འཕོ་བའི་མཚམས་སྦྱོར་བྱས་ནས་ཡང་འཕོ་ཐུབ་ན་རབ་རེད། དེ་ལྟར་མ་བྱུང་ན་འདྲ་དེ་ནས་ཡང་བླ་མ་ཆོས་པ་ཆོས་གྲོགས། གྲོང་ཆས་དེ་འདྲ་གིས་དེ་ནས་འཕོ་བ་བཏབ་ངེས་བྱུང་ན་འདྲ་དེ་ནས། ཁོ་རང་རབ་མགྱོགས་འདྲ་བོ་དེ་བྱས་ནས་དེ་ནས་ཁོ་རང་ཁོའི་དབུགས་ཆད་མ་ཐག་ཏུ་ནས་དེ་ཡང་གཞི་སྐམ་ལ་འཕོ་ཐུབ་པ་དང་དེ་འདྲའི་ཡོང་གི་ཡོད་རེད། ད་གང་ལྟར་ཁྱོད་ཡང་གཉིད་ད། དོན་ཆེན་འགའ་ལ་ཐུག་པའི་དུས་དེ་ལ་སླེབས་དུས་ད་ནི་ད་རང་འགྱོད་མི་གོ་བ་ཅིག་གིས་དེ་ནི། ལ་ལེན། ད་བསམ་བློ་ད་འདི་ནས་གཏོང་ངོ་སོང་བྱ། ད་སྙིང་པོ་རྡོག་བྲིས་ན། ཕྱི་དགའ་བར་དོ། སྙམ་ནས། དེ་ནས་ད། ཤེས་བདེ་དུས། ཤེས་དུས་སྐྱིད་ལུག་འདྲ་བོ་དེ་ག་འདྲས་རེད་ཅེ་ན། ང་རང་ཚོ་དང་པོ་ལུས་ལེན་དུས་ད་ནི། དེ་ནི་ཕ་མ་གཉིས་ཀྱིས། མདུན་གྲོས་ཀྱི་སྐབས་ལ། དེ་ནི་རྦད་དེ།

བདེ་དྲོད་ཀྱི་དྲོད། རླན་གྱི་བཅུ། དེ་ནས་དེ། བཞི་ཁོ་ནར་ས་ཞིང་སྐྱེས་པའི་ཆ་ནས་ས། དེ་ནས་ཆ་དེ་འདྲའི་སེལ་ཅན་དག་འབྱུང་བ་ལྔ་སྟེ་གཅིག་སྲིད་མཁའ་ལ་དཔའ་མི་འདུན་དྲོད་ཀྱི་སྐབས་ནས་བྱས་ནས་དེ་ནས་དེ་ན་རླན་དུ་སོགས་འགྲོ་དུས་དག་ནས། དེ་ནས་དཔེ་དེ། ལུས་དེ་དང་པོ་ཆ་བསྡུས་ནས་དེ་ནས་འབྱུང་བ་ལྔ་སྟེ་དེ་ན་ཚུལ་བསྡུས་ནས་དེ་ཆ་སོང་བ་རེད།

རང་བཞིན་གྱི་ཉམས་ལེན་མེད་མཁན་མི་ཤེས་མཁན་ཐམས་ཅད་ལ་རྣམ་ཤེས་དེ་ཐོབ་ནས་བས་ཏེ་ཡུན་རིང་པོ་བསྡད་པའི་དགའ་མཁན་ཡོད་པ་རེད། ད་ཡང་ཉམས་ལེན་ཅན་ལ་སོགས་པ་དེ་ནི་དེ་ནས་བཏུས་པའི་ཞིག་དམ་པའི་སྐྱེས་བུ་འདྲ་བོ་དེ་འདྲས་ཡིན་ན་ནི་དེ་ནི་སྐལ་དམན་གཉིས་ཀྱི་བ་འཕྲད་པ་ཙམ་གྱིས་ཀྱི་ནི་དེ་ནི་གཞི་འོད་གསལ་ལ་དེ་ནི་ཤར་ནས་ད་རྣམ་ཤེས་རྣམ་པར་ཤེས་པ་དེ་ནམ་མཁའ་ལ་ཐིམ་ནམ་མཁའ་འོད་གསལ་ལ་ཐིམ་ཟེར་ཏེ། དེ་ད་ལྟ་ང་རང་ཚོ་སྒོམ་རྒྱབ་རྒྱབ་རྒྱབ་རྒྱབ་པའི་འབྲས་བུ་དེ་དག་ང་རང་ཚོའི་དེ་ནང་དབུགས་དེ་ཚད་འགྲོ་དུས་ད་ནི་གཞི་ཡི་འོད་གསལ་ལྟ་ངེས་ཏེ་ནམ་མཁའ་གཡའ་དག་པ་འདྲ་ཅིག་ཤར་རྒྱུ་ཡོད་རེད། ད་དེའི་ཐོག་ལ་དེ་འདྲའི་ཤར་བ་དག་ནི་ད་འདི་སྒོམ་བསྡད་པ་དེ་དེ་ཉིད་མ་བུ་འཕྲོད། མ་བུ་འཕྲོད་ཟེར་འཕྲོད་བཞག་ཡ་གལ་ཡོད་མ་རེད་དེ་ངོ་ཤེས་ཐུབ་ལ་དེ་བསྟན་པ་ཐོབ་འགྲོ་བ་རེད་ད་དེའི་ཐོག་ལ་དེ་ནི་ད་ལྟ་ང་རང་ཚོ་བླ་མ་བྱོན་པ་འདྲ་བོ་ད་ནི་སྒོམ་ཉམས་ལེན་ཅན་ཐམས་ཅད་ཀྱིས་རྟོགས་ཏེ་ཤི་དུས་ད་ནི་དེ་ནི་དཔལ།

མ་བྱུང་གོང་ནས་ད་ཅི་ངེས་པ་རིག་པ་རེད་ཁོ་རང་ད་མཐའ་འགྲོ་པོ་ཆོས་འགྲོ་རྒྱུ་ཙམ་ནས་དེ་ནས་དེ་ནས་འཆི་བ་པོ་ཁོ་རང་གི་ཡིན་ན་ད་ནས་དེ་ནས་པས་ཁོ་རང་ཚེ་འདིའི་ཞེན་ཆགས་ཐམས་ཅད་བཅད་དེ་ནས་ད་གཏོར་ཆེ་ཡ་ཁོ་རང་ད་ད་ཕྱི་དུས་སྐྱབས་དཀོན་མཆོག་མ་གཏོགས་རེ་ས་ཡོད་བ་མ་རེད་དེ་ནས་དེ་ཡིན་དུས་ད་ནས་དཀོན་མཆོག་གསུམ་དེ་ནས་རང་གི་ཁོ་རང་རྩ་བའི་བླ་མ་འདི་ཡོད་ན་རྩ་བའི་བླ་མ་ད་དཀོན་མཆོག་ཀུན་འདུས་ངོ་བོ་ད་རང་འབོད་ཐག་ཉེ་ཡ་འདྲ་པོ་དེ་ད་བར་དུས་འཕྲང་ལ་ཁོ་རང་གཟིགས་ཐག།

ནད་པ་དེ་འདྲའི་ཤེས་རན་པ་རན་རན་པ་དེ་ཁྲིད་ལ། དེ་ནས་ཅེས་བླ་མ་ཆོས་པ་ཆོས་གྲོགས་དེ་འདྲའི་ག་རེ་ཡིན་ན་རང་དམ་ཚིག་མ་ཉམས་པ་གི་སྐོར་རང་རང་གི་དོན་མེད་བློ་དང་མཐུན་པ་གི་དེ་འདྲའི་གི་ཆོས་གྲོགས་ཡོད་ན། དེ་དེ་སོགས་ལ་དེ་དེ་ནི་ཁོ་རང་གི་ད་ལྕང་བ་ཐུབ་རིམ་གི་ལོ་རྒྱུས་ལ་སོགས་པ་རེ་བླ་མ་དྲན་པའི་སྐུ་རོ་སྐུར་མ་གདབ་རྒྱུ་རེད། བར་དོའི་འཕྲང་གྲོལ་གི་སྨོན་ལམ་རྒྱབ་རྒྱུ་རེད་དེ་འདྲའི་གི་དེ་ནི།

དེ་བདེ་གཤེགས་རིན་ཆེན་གཙུག་ཏོར་ཅན་སེང་གེ་འདྲ་བོ་མགོན་པོ་འོད་དཔག་མེད་སེང་གེ་འདྲ་བོ། དག་བྱང་གི་ཤཱཀྱ་ཐུབ་པ་སེང་གེ་འདྲ་བོ་དག་འདི་འདྲའི་སངས་རྒྱས་ཀྱི་རང་ཐམས་ཅད་ཀྱི་དེ་ནི་མཚན་ནས་བརྗོད། དེ་ནས་སྨོན་ལམ་འདི་ལ་ཡང་ནས་ཡང་དུ་མཚན་བརྗོད་དེ་གསོལ་བ་བཏབ་ན། དེ་སངས་རྒྱས་དེ་དག་གི་མཚན་ཙམ་བསྡུས་པའི་ངན་འགྲོའི་སྡུག་བསྔལ་ལས་སེལ་སོང་ཡོད་རེད་དེ་དེ་འདྲ་ཡིན་དུས་དེ་ནི་ཁོ་རང་གི། འཆི་བ་པོ་ཁོ་རང་གི་གསོ་བ་ཡག་པོ་བཏབ་ཐུབ་ན་སངས་རྒྱས་དེ་སུན་མཚན་གཅིག་ཨ་མཆོག་གི་དུས་ན་དང་དེ་མ་ཐག་ཏུ་དེ་ནི་ངན་འགྲོའི་ལམ་ནས་ལྡོག་པའི་གུས་པ་ཆེན་པོ་ཡོད་རེད་དེ་ཡིན་དུས་ད་ནི་འཆི་ཁ་དེ་ན་དེ་ནི་འཆི་སྐད་ཀྱི་གོ་རོགས་རམ་འདྲ་པོ་དེ་དང་སྐྱེལ་མ་འདྲ་པོ་དེ་ལ་དེ་ཚོ་ཕན་ཐོགས་ཆེན་པོ་དང་གལ་ཆེན་པོ་ཞིག་རག་རེད།

ཇི་སྙེད་པ་དེ་བཞིན་སྤྲུལ་ལྷ་ཚོགས་དེ་ཤར་ཡོངས་འདུས་དང་ནི་འཇིགས་པའི་སྒྲ་ཡ་ང་བའི་དབྱངས་ཏིལ་འབྲུ་ཡིན་པས་སྒྲ་འོད་ཟེར་ཏིལ་འབྲུ་བསམ་གྱིས་མི་ཁྱབ་པ་ཡིན་ཏེ་དེ་ནི་དེ་རང་སྣང་དུ་ངོ་མ་སྐྱེ་ཞིང་སྤྲུལ་ལྷ་སོགས་ངོ་མ་འཕྲོད་དེ་ནི་འཇིགས་སྐྲག་གི་སྣང་བ་བྱ། ཤར་མ་ཐག་ཏུ་ནི་དེ་ནི་དེ་དག་ཐམས་ཅད་པའི་དེ་ཡས་ཡས་ནི་དག་བཞེས་ནས་དེ་ནི་དག་རྣམ་པར་ཤེས་པ་སྟེ། དེ་ལུས་འདིའི་དབང་པོ་སྒོ་གང་རུང་གཅིག་ནི་དེ་ནི་དོན་ནི་ཆེ་ལ།

ཨ་མའི་མངལ་དེ་དག་སངས་རྒྱས་མྱ་ངན་ལས་སངས་རྒྱས་པའི་གནས་རྡོ་རྗེ་གདན་དེ་གཉིས་མ་གཏོགས་ཁོ་རང་འཛམ་བུའི་གླིང་གང་ན་ཁོ་རང་དེ་ནས་རང་གི་སེམས་ཀྱི་སེམས་མ་དག་ཅིང་དེ་ན་སླེབས་བསྡད་ཡོད་ད། སེམས་ཀྱི་ལུས་ཡིན་ད་ད་ང་རང་ཚོ་ཡིན་ན། པའི་སེམས་ཀྱི་བསམ་དུས་ད་ནི་དེ་ན་དྲན་ཐུབ་པ་འདྲ་པོ་དེ་ནང་བཞིན་ད། དེ་ནས་བར་དོའི་ཡིད་ལུས་དེ་གཉིས་ད་སེམས་ཀྱི་སེམས་མ་དག་ཏུ་དེ་ལ་སླེབས་འགྲོ་གི་ཡོད་རེད། དེ་མ་ཚད་པའི། གཞན་སེམས་ཞེས་པའི་མངོན་ཤེས། ཟག་བཅས་ཀྱི་མངོན་ཤེས་བཅས་ཡོད་རེད་དེ་ཡིན་དུས་ད་ནི་ད་རང་གིས་ཤུས་ལ་དེ་ནས་ད། ལས་འདས་པའི་ཐམས་ཅད་ཀྱི་མི་ཐམས་ཅད་ཀྱི་བསམ་ཚུལ་གང་དྲན་འདུག་པས། དེ་དོན་ཁོ་རང་གི་ས་བཞག་གི་རྒྱུ་དེ་མི་ཁོ་ཚོས་ཤུས་ལ་བདེན་གཉིས་ཀྱི་ལུང་ག་འདྲས་སྤྱད་ཀྱི་འདུག་པས། ཁོ་རང་གི་དེ་ཐོག་ལ་འགལ་བ་ག་འདྲས་བཏང་གི་འདུག་པས། དེ་ནས་ཁོ་ཚོས་བོས་ཏེ་ཁོ་རང་ཁོ་ཡི་ཕྱི་བོ་ལ་ད། བསམ་བློ་གང་འདྲས་འདུག་པས་ཐམས་ཅད་འཁྲུལ་པའི་ཟག་བཅས་ཀྱི་མངོན་ཤེས་ཀྱིས་ཤེས། མི་སྐད་མཐོང་བསྡད་ཡོད་རེད་ང་རང་ཚོ་བར་མཐོང་གི་མ་རེད་མ་ཏོག་ཁོས་ཚོས་མཐོང་བསྡད་རེད།

ད་ལྟའི་བར་དུ་འགྲིམ་ངེས་དེ་དགེ་བ་ཆེས་མ་དྲག་སྡིག་པ་ཅུང་མ་དྲག། བར་མ་དོག་བྱེད་དགོས་དེ་ནི་བསམ་ཚུལ་རེད་མ་གཏོགས་ཧ་ཅང་གི་དགོས་ན་སྡིག་པ་ཚབས་ཆེན་བསགས་ངེས་ཡོད་ན་སྲིད་པ་བར་དུ་མྱོང་དགོས་ཀྱི་མ་རེད་མིག་བཙུམ་པ་དག་ཏུ་ནི་མ་གིན་ན་ཀླད་ཚ་རེ་རེད། དེ་ཡང་ཧ་ཅང་གི་དགོས་ན་དགེ་བ་རླབས་ཆེན་པོ་ཡོད་ངེས་ཐམས་ཅད་ཡང་སྲིད་པ་བར་དོ་ལ་འགྲོ་དགོས་མ་རེད་མིག་བཙུམ་པ་དག་ཏུ་ནི་ཞིང་ཁམས་ལ་ཡར་འགྲོ་ཚར་རེད། འོ་ད་དེ་གཉིས་མིན་པ་གིས་དེ་ནི་ང་རང་ཚོའི་སྤྱིར་བཏང་གི། སྐྱེ་འགྲོ་ཐམས་ཅད་དེ་སྟེ་སྲིད་པ་བར་དོ་མ་འདྲེན་པ་ལ་ད་འགྲོ་ཟ་ཆེན་ཡང་ཡོད་མ་རེད། ད་སྲིད་པ་བར་དོའི་སྐབས་དེ་ན་ད་སྡུག་བསྔལ་གྱི་རང་བཞིན་ཅིག་ལ་མེད་དུ་ཡིན། ད་དེ་མ་དེ་དུས་ད་ནི་དེ་ནས་ཁོ་རང་རྒྱབ་ལ་ཁོ་རང་དགེ་རྩ་དཀོན་མཆོག་ལ་མཆོད་པ་ཕུལ་རྒྱུ་དགེ་སློང་ལ་སྦྱིན་པ་གཏང་རྒྱུ་དེ་ལ་སོགས་པ་གི་རྒྱལ་བའི་དཀྱིལ་འཁོར་རྒྱལ་བ་ཞི་ཁྲོ་ལ་སོགས་པའི་དཀྱིལ་འཁོར་ཆེན་པོ་བཞེས་བྱས་དེའི་སྒོ་ནས་ཁོ་རང་མི་འགྱང་དབང་བསྐུར། དེ་ནས་པའི་ཙན་དན་གྱི་ཡན་ཏན་གྱི་ཆོ་ག་དང་དེ་འདྲའི་ཟས་བཅད་ནས་དེ་དགེ་བའི་དོང་གྲོགས་རྒྱ་ཆེན་པོ་བསྒྲུབས་ན། ད་ཁོ་ཁོ་རང་མི་གཅིག་གཡང་ས་ལ་མ་ས་འགྲོ་གྲོགས་ཡོད་ན་མི་མང་པོ་གི་རུབ་བརྒྱབ་ནས་ཡར་འཐེན་པ་ནང་བཞིན་གྱི་གི་དེ་དེ་འདྲའི་གི་ཁོའི་སྡུག་བསྔལ་དེ་ལས་སྐྱོབས་ནས་དེ་ནས་ཡང་ཡར་དེ་འདྲའི་དེ་ཐར་པའི་བདེ་བ་ཐོབ་གི་ཡོད་རེད། དེ་ཡིན་དུས་ད་ནས་ད་ང་རང་ཚོས་མི་ཞིག་པོའི་རྒྱབ་ལ་དགེ་བ་ཡག་པོ་ཅིག་བསྒྲུབ་དགོས་རེད་སའི་རྩ་བ་དེ་དེ་རེད། དགེ་བ་སྒྲུབ་པ་ལ་སྒྲུབ་ལུགས་རེད། ཞག་པོ་ཉི་ཤུ་རྩ་གཅིག་བར་དུ་ཁོ་རང།

གལ་ཆེན་པོ་རེད། འོ་ད་དེའི་བར་དུ་ལ་དགེ་རྩ་གཅིག་ག་ཚད་བསྒྲུབ་ཐུབ་ན་ངན་སོང་ལམ་འགྲོ་ངེས་ཞེས་པ་དེ་འདྲ་ཡིན་ནའང་ད་ནས་ཁོ་རང་དེ་ནི་མེས་དཀོན་མཆོག་གི་ཐུགས་རྗེ་གི་དེང་ཡང་འདྲེན་ཐུབ་ཀྱི་ཡོད་རེད་ཡང་བསྐྱབ་ཐུབ་ཀྱི་ཡོད་རེད། ད་དེའི་དུས་ཚོད་དེ་ཡོལ་སོང་ན་དེ་ནས་ཁོ་མ་གི་ལ་སྟེང་ལ་མ་ལྷུང་ཚར་ན་དེ་ནས་དཀོན་མཆོག་ལ་ཐུགས་རྗེ་མེད་པ་མ་རེད་དེ་ཁོ་རང་གི་ལས་ཀྱི་དབང་གིས་མ་གི་དེད་སོང་བ་ཡིན་ཙང་ད་ལམ་སང་ལས་དེ་མ་རྫོགས་བར་དུ་དེ་ནི་ཡང་འདོན་ཐུབ་ཀྱི་ཡོད་མ་རེད། དེ་ཡིན་ཙང་ད་དགེ་བ་དགོངས་རྫོགས

ལ་སོགས་པ་རྗེས་སུ་དྲན་ནས་དེ་ནས་གསོལ་བ་ཕུར་ཚུགས་སུ་བཏབ་ནས་ཡང་དེའི་སྐབས་ནས་དེ་ནས་གནས་པའི་ཡང་ས་སྤྱོད་ཀྱི་ཞིང་ཁམས་བདེ་བ་ཅན་དག་དེ་ནས་གར་ས། དང་དུ་བེ་རི་ལ་སོགས་པ་དང་དེ་འདྲི་ལ་དེ་ནས་ཡང་སྐྱེས་ཐུབ་པ་དེ་འདྲའི་ཡོད་རེད། དེ་ནས་ཡང་སྐོར་ནས་བླ་མ་དམ་པ་དེ་འདྲི་གི་ཚེ་རྟེན་གྱི་སྐོར་ནས་གོ་ན། དེ་ནས་མིང་བྱང་ལ་བལྟས་ནས་དེ་ནས་བར་དོའི་རྣམ་ཤེས་དེ་བཀུག་ནས། མིང་བྱང་ལ་བཀུག་མིང་བྱང་ལ་དེ་ནས་བདེན་པའི་ཆོས་བཤད་དབང་བསྐུར་དེ་འདྲའི་ལམ་བསྟན། དེ་འདྲས་བྱས་ནས་ཡང་ཡར།